བཀྲ་ཤིས་བདེ་ལེགས། དེ་ནས་དེ་རིང་ང་ཚོ་སྤྱི་ཁྱབ་གོས་འཆར་མཛད་རྩ་བ་ནས་དྲུག་པའི་སྐབས་གསུམ་པ། རྒྱུ་མཚན་ཉིད་ཀྱི་ཐེག་པ་རྣམ་པར་རྒྱལ་པའི་སློབ་ཚན་གསུམ་བཅུ་པ། སེམས་ཙམ་རྣམ་རྫུན་པ་ཟེར་བ་འདི་སྐོར་ལ་སློབ་ཚན་འགྲོ་ཡ་ཡིན། དེ་ནས་འདིའི་རྩ་བ་ལ་རྣམ་རྫུན་སྣང་བ་མིག་གིས་རབ་རིབ་བཞིན་མེད་པ་གསལ་སྣང་མི་བདེན་རྫུན་པ་སྟེ། གཉིས་སྟོང་ཞེས་པ་གཅིག་པོ་བདེན་པར་འདོད། ཨའོ་དེ་འདྲ་གསུངས་པ་རེད་འདི་སྐབས་སུ་སེམས་གསུམ་རྣམ་པ་བརྫུན་པ་གི་གྲུབ་མཐའ་ཡང་ན་འདོད་ཚུལ་དེ་མདོར་བསྡུས་སུ་བསྟན་པ་དེ་འདྲ་ཞིག་རེད། དོན་དག་ག་རེ་ལབ་གི་ཡོད་པ་རེད་ལབ་ན། སེམས་གསུམ་རྣམ་པ་བརྫུན་པ་གི་འདོད་ཚུལ་ལ་ང་རང་ཚོ་སྒོ་ངའི་ཤེས་པ་ལ་སྣང་བའི་ཡུལ་འདི་དག་དཔེར་ན་གཟུགས་སྒྲ་དྲི་རོ་རེག་བྱ་ལ་སོགས་པ་འདི་དག་ཐམས་ཅད། ག་འདྲ་ཡོད་པ་རེད་ལབ་པ་ཡིན་ན་རྩ་བ་ཉིད་ནས་མེད་པ་ལ་སྒྲོ་བཏགས་ཀྱི་སྣང་བ་འབའ་ཞིག་སྟོན་ལ་མ་གྲུབ་ན་ཡང་སྟོན་ལ་མེད་ན་ཡང་ཡོད་པ་ལྟར་སྣང་བ་ཨོ་དེ་འདྲ་ཅིག་རེད་ཟེར་དཔེར་ན་ག་འདྲ་ཡོད་རེད་ལབ་ན་མིག་རབ་རིབ་ཅན་ལ་སྐྲ་ཤད་སྣང་བ་དང་མིག་བཙིར་བའི་སྣང་ངོ་ལ་ཟླ་བ་གཅིག་ཟླ་བ་གཉིས་སུ་སྣང་བ་དང་བཞིན་དུ་རྩ་བ་ཉིད་ནས་མེད་པ་ཅིག་སྣང་བ་ཨོ་དེ་འདྲ་ཅིག་རེད་ཟེར། འོ་ན་ག་རེ་གཅིག་ཚད་མའི་གྲུབ་པ་རེད་ག་རེ་གཅིག་ཡོད་པ་རེད་ལབ་པ་ཡང་ན་གཉིས་སྟོང་གི་བྱེད་པའམ་ཡང་ན་རྣམ་པར་ཤེས་པ་ཙམ་བདེན་པར་གྲུབ་པའམ་ཡང་ན་དངོས་གནས་ལ་ཡོད་པ་རེད་ཟེར་འོ་དེ་འདྲ་གཅིག་བཤད་ཀྱི་ཡོད་པ་རེད། དཀར་ནག་ལ་སོགས་པའི་སྣང་བ་ཐམས་ཅད། ཨ་ནི་མིག་བཙིར་བའི་ལྟ་བ་གཉིས་སུ་སྣང་བ་དང་མིག་ར་རུབ་ཅན་ལ་སྐྲ་ཤད་འཛག་པ་ལྟར་མེད་དེ་བཞིན་དུ་སྣང་བས་མེད་པ་གསལ་སྣང་གི་དོན་ཏེ། རྫུན་པ་དང་རྨི་ལམ་སྒྱུ་མ་ལྟ་བུ་ཡིན་བཞིན་དུ་དོགས། སྐབས་འདིར་ངོས་བཟུང་བ་དེ་གཟུགས་ཟེར་གྱི་ཡོད་པ་རེད་ང་རང་ཚོ་བཟོ་བཙོག་སྐྱེ་བོ་རྣམས་ཀྱིས་མིག་ལ་སྣང་བའི་གཟུགས་འདི་དག་དང་སྣ་ལ་སྣང་བའི་སྒྲ་དང། སྣ་ལ་སྣང་བའི་དྲི་ལ་སོགས་པ་གང་ལྟར་བཟོ་བཙོག་སྐྱེ་བོ་གི་སྣང་བ་འདི་དག་ཐམས་ཅད་ག་འདྲ་ཡོད་པ་རེད་ལབ་པ་ཡིན་ན། ཨ་ནི་ར་རུབ་ཅན་གྱི་མིག་ལ་སྐྲ་ཤད་འཛག་པ་ལྟར་སྣང་བ་དང། མིག་བཙིར་བའི་སྣང་བ་ལ་ཟླ་བ་གཅིག་ཟླ་བ་གཉིས་སུ་སྣང་བ་ནང་བཞིན་མེད་ན་ཡང། ཨ་ནི། ཨ། གནང་གི་ཡོད་པ་ཡིན་ཙང་ང་རང་ཚོ་གནང་བ་འདི་དག་ཐམས་ཅད་རྫུན་མ་རེད། དཔེར་ན་རྨི་ལམ་ལ་གཟུགས་གནང་ཡ་ཡོད་རེད་དེ་རྨི་ལམ་ལ་གཟུགས་ཡོད་པ་མ་རེད། ད་ནི། སྒྱུ་མ་མཁན་གྱིས་ཨ་ནི་ཤིང་དང་རྡེའུ་དེ་འདྲ་གླང་པོ་ཆེ་དང་རྟ་ལ་གནང་དུ་འཇུག་ཐུབ་གི་རེད་དེ་རྡེའུ་དང་ཤིང་གི་སྟེང་དུ་ཨ་ནི་གླང་པོ་ཆེ་དང་རྟ་ཡོད་པ་མ་རེད། དེ་ནང་བཞིན་དུ་ང་རང་ཚོ། ཨ་ནི་ཐ་མལ་པ་རྣམས་ཀྱིས་སྣང་བ་འདི་དག་ཐམས་ཅད་ཚད་མས་མ་གྲུབ་པ། ཡོད་པ་མ་ཡིན་པ་རྫུན་པ་འབའ་ཞིག་རེད་ཟེར་བ་འོ་དེ་འདྲ་ཅིག་བཤད་ཀྱི་ཡོད་པ་རེད། ཨ་ནི་རྣམས་བདེན་པ་དེ་འདིའི་ལོག་ཕྱོགས་ཡིན་པ་རེད་རྣམས་བདེན་པ་གི་ལུགས་ལ། སོ་སོའི་སྐྱེ་བོ་ཐ་མལ་པ་རྣམས་ལ་སྣང་བའི་སྣང་བ་འདི་སྣང་བ་ལྟར་དུ། ཕྱི་རོལ་གྱི་ཡུལ་དུ་མ་གྲུབ་ན་ཡང་སྣང་བ་འདི་ཤེས་པ་ཡིན་པ་བདེན་པ་རེད། མདོར་ན་སྣང་བ་འདི་ཡོད་པ་རེད། སྣང་བ་འདི་མཚན་མས་གྲུབ་པ་རེད་ལབ་ཀྱི་ཡོད་པ་རེད། སེམས་ཙམ་ནམ་རྫུན་པའི་ལུགས་ལ་སྣང་བ་འདི་ཡོད་མ་རེད་སྣང་བ་འདི་མཚན་མས་གྲུབ་པ་མ་རེད་སྣང་བ་འདི་དག་ཐམས་ཅད་རྫུན་པ། བརྟག་པ། འབའ་ཞིག་རེད་ཅེས་གསུངས་པ། དེ་འདྲ་ཅིག་ཟེར་གྱི་ཡོད་པ་རེད། དེ་བས་གལ་ཏེ་སྣང་བ་འདི་དག་ཞི་བ་ཡིན་ན། གཟུགས་སོགས་ཡུལ་ལ་རིག་པར་འགྱུར་བ་ལས་མི་རིགས་པའི་ཕྱིར་ཞེས་ཟེར། འདི་ག་རེ་ལབ་ན་རྣམ་རྫུན་པས་རྣམ་བདེན་པ་ལ་རྩོད་པ་རྩོད་གི་ཡོད་པ་རེད། ག་རེ་ལབ་ན་རྣམ་བདེན་པའི་ལུགས་ལ། ང་རང་ཚོ་སོ་སོ་སྐྱེ་བོ་ཐ་མལ་པ་རྣམས་ལ་སྣང་བའི་སྣང་བ་འདི། ཞི་བའི་ངོ་བོར་བདེན་པ་རེད། ཞེས་པའི་བདག་ཉིད་དུ་གྲུབ་པར་བདེན་པ་རེད་ཅེས་ལབ་པར་རོ། ཨ་ནི་སྐབས་དེ་ང་རང་ཚོའི་སྣང་བ་འདི་ཤེས་པའི་བདག་ཉིད་དུ་བདེན་པ་ཡིན་ན་ང་རང་ཚོའི་སྣང་བ་འདིས་ཀྱང་ཨ་ནི་ཡུལ་མི་རྟོགས་པ་ག་རེ་རེད། དཔེར་ན་བྱིས་པ་རང་གིས་གཟུགས་འཛིན་ཐུབ་ཀྱི་ཡོད་པ་རེད་བྱིས་པ་གིས་ཨ་ནི་སྒྲ་ཡང། ཐུལ་ཐུབ་ཀྱི་ཡོད་པ་རེད། ཡིན་ནའང་ང་རང་ཚོ་སོ་སོ་སྐྱེ་བོ་རྣམས་ལ་སྣང་བའི་སྣང་བ་འདི་གིས། ཨ་ནི། ཆོས་གཞན་པ་རྟོགས་པ་དང་ཆོས་གཞན་པ་ཡུལ་དུ་བྱེད་པ་གི་བྱ་བ་དེ་བྱེད་ཐུབ་ཀྱི་མི་འདུག་བ་ཟེར། ཡིན་ཙང་དེ་ཞི་བ་མ་རེད་ཟེར། ཨོ་དེ་འདྲ་གི་དོན་དག་ཅིག་གསུང་གི་ཡོད་པ་རེད། ཨ་ཞི་བ་ཉིད་བདེན་པར་གྲུབ་ཀྱང་སྣང་བ་རྣམས་རྫུན་པ་འབའ་ཞིག་ཏུ་འདོད་པས་རྣམ་རྫུན་པ་ཞེས་གྲགས་སོ། རྣམ་རྫུན་པ་ལབ་དུས་གང་ལ་རྣམ་པ་རྫུན་པ་རྣམ་པ་ཟེར་ན་མ་ཟེར་ན་བྱིས་པ་ལ་སྣང་བ་དེ་ལ་རྣམ་པ་ཟེར་གྱི་ཡོད་པ་རེད། ང་ཚོ་མིག་ཤེས་ལ་སྣང་བ་སྣ་ཤེས་ལ་སྣང་བ་ཡིད་ཤེས་ལ་སྣང་བ་འོན་ཏེ་སྣང་བ་འདི་ལ་རྣམ་པ་ཟེར་གྱི་ཡོད་པ་རེད། རྣམ་བདེན་པའི་སྣང་བ་འདི་དག་བདེན་པ་རེད། སྣང་བ་འདི་དག་བྱིས་པའི་ངོ་བོར་བདེན་པ་རེད། རྣམ་རྫུན་པའི་སྣང་བ་འདི་དག་བདེན་པ་མ་རེད་སྣང་བ་འདི་དག་མེད་པ་རེད་སྣང་བ་འདི་དག་མི་ནི་མེད་པ་ཅིག་ཡོད་པ་སྣང་བ་ཙམ་རེད་མ་གཏོགས་ནི་བདེན་པ་མ་རེད་ཟེར་བ།